རྒྱ་ནག་གཞུང་གིས་གྲངས་ཉུང་མི་རིགས་ཁག་གི་སྐད་ཡིག་བཀོལ་སྤྱོད་ཀྱི་ཐོབ་ཐང་རྩ་མེད་དུ་བཟོ་ཡག་གི་ཆེད་དུ་ཁྲིམས་གཞི་གསར་བ་ཞིག་གཏན་འབེབས་བྱེད་བཞིན་ཡོད་པ་རེད། དེ་ཡང་ཉེ་ལམ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་དྲུག་ཟླ་བ་གསུམ་པའི་ཚེས་གསུམ་ཉིན་དབྱིན་ལན་དུ་རྟེན་གཞི་བྱས་པའི་དཔལ་འབྱོར་དུས་བབ Financial Times ཞེས་སྤེལ་བའི་གནས་ཚུལ་དང་བཅས་པ་ཡིན་ན་རྒྱ་ནག་གཞུང་གིས་དེའི་བཙན་འོག་ཏུ་ཡོད་པའི་གྲངས་ཉུང་མི་རིགས་ཁག་གི་ནང་ལོགས་ལ་ཡང་སློབ་གསོའི་བརྒྱུད་ལམ་གཙོ་བོ་དེ་རྒྱ་ཡིག་དང་རྒྱ་སྐད་ངེས་པར་དུ་ཡིན་དགོས་པའི་ཁྲིམས་གཞི་གསར་བ་ཞིག་བཟོ་བཞིན་ཡོད་པ་མ་ཟད། ཁྲིམས་གཞི་དེ་ལྟར་གང་མགྱོགས་ལག་བསྟར་དགོས་པར་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་བཀའ་བཀྱོད་བྱེད་བཞིན་ཡོད་པ་བཤད་འདུག་སོང་ཙང་ཁྲིམས་གཞི་གསར་པ་དེ་ནི་ད་མའོ་ཙེ་ཏུང་གི་དུས་སྐབས་སུ་གྲངས་ཉུང་མི་རིགས་ཀྱི་སློབ་གྲྭ་ཁག་ཏུ་རང་རང་གི་སྐད་ཡིག་བེད་སྤྱོད་ཆོག་པའི་སྲིད་ཇུས་ཡོད་པ་དེ་ལས་ཡང་ལྡོག་སྟེ་བོད་སྐད་གཙོས་པའི་མི་རིགས་ཁག་གི་སྐད་ཡིག་གི་རང་དབང་རྩ་བརླག་ཏུ་གཏོང་བའི་གོམ་སྟབས་ཤིག་ཆགས་ཡོད་པ་བཤད་འདུག། ཉམས་ཞིབ་པའི་དཔྱད་བརྗོད་བྱས་པ་ལྟར་བྱས་པ་ཡིན་ན་སྐབས་སུ་བབ་པའི་ཁྲིམས་འཆར་གསར་པ་འདི་ཡང་རྒྱ་ནག་མི་མང་འཐུས་མི་ཚོགས་ཆེན་གྱི་ལོ་འཁོར་ཚོགས་འདུའི་ཐོག་ནས་གཏན་འབེབས་བྱ་རྒྱུའི་རེ་བ་བྱེད་ཀྱི་འདུག་ལ་དུས་རྒྱུན་རྒྱ་ནག་གི་ཁྲིམས་གཞི་གཏན་འབེབས་ཀྱི་འགྲོ་སྟངས་དེ་ཡིན་པ་ཡིན་ནས་དམངས་གཙོའི་ལམ་ལུགས་དང་མི་གཅིག་ཅིང་རྒྱ་ནག་དམར་ཤོག་རིང་ལུགས་ཀྱི་མཐོ་རིམ་དཔོན་རིགས་ཚོས་བཟོས་པའི་ཁྲིམས་དེ་ལ་ཡང་བགྲོ་གླེང་དང་དགེ་སྐྱོན་སོགས་གླེང་ས་གང་ཡང་མེད་པ་ཆོག་མཆན་བཀོད་པ་ཙམ་གྱི་ཁྲིམས་སུ་འགྱུར་གྱི་ཡོད་པ་རེད་འདུག། དེ་ཡང་རྒྱ་ནག་གཞུང་གིས་འདྲི་གཅོད་བྱས་པ་གཞིར་བཟུང་བྱས་པ་ཡིན་ན་ཁྲིམས་དེའི་དམིགས་ཡུལ་ཡིན་པས་ན་མི་རིགས་ཚང་མར་རྒྱ་ནག་མི་རིགས་གཅིག་མཐུན་འདུས་གྲུབ་ཀྱི་འདུ་ཤེས་བརྟན་པོ་བཟོ་ཡ་ཡིན་ཟེར་བ་དང་ཨ་ནི་གང་ཟག་སུ་ཞིག་གིས་རྒྱ་ནག་གི་ཆིག་སྒྲིལ་ལ་གནོད་པའམ་ཡང་ན་ཁ་བྲལ་ལ་རྒྱབ་སྐྱོར་བྱས་པ་ཡིན་ན་མི་དེ་རྒྱ་ནག་གི་ཕྱི་ནང་གང་དུ་བསྡད་པ་ཡིན་ནས་ཁྲིམས་ལྟར་ཉེས་ཆད་ཕོག་སྲིད་པ་བཤད་ཡོད་པ་རེད་དོ། དེ་འདྲ་སོང་ཙང་ཉམས་ཞིབ་པ་ཚོས་ཟེར་བ་ཡིན་ན། ཁྲིམས་གཞི་འདི་ལྟ་བུ་ཡིན་པས་ན་སྲིད་འཛིན་ཞི་ཅིན་ཕིན་གྱི་རྒྱ་ནག་ཅན་དུ་འགྱུར་བའི Sinicization སྲིད་ཇུས་ཀྱི་ཆ་ཤས་ཤིག་ཡིན་པ་དང་འདིའི་དམིགས་ཡུལ་ངོ་མ་ཡིན་པས་ན་བོད་དང་ཡུ་གུར་སོགས་ཀྱི་ཐུན་མོང་མ་ཡིན་པའི་སྐད་ཡིག་དང་རིག་གཞུང་དེ་དག་རྒྱ་མི་རིགས་ཀྱི་ལམ་ལུགས་སྲོལ་དང་གོམས་གཤིས་ནང་ལོགས་ལ་ཡ་མཚན་གྱིས་སེལ་ཐབས་བྱེད་རྒྱུ་དེ་རེད་ཅེས་གསུངས་གནང་འདུག། ད་འོ་ན་ཁྲིམས་གཞི་འདིའི་ཐོག་ནས་གྲངས་ཉུང་མི་རིགས་ཁག་གི་སྐད་ཡིག་ཁག་ལ་ཡང་ཤུགས་རྐྱེན་ཇི་ལྟར་འགྲོའམ་ཟེར་ན། རྒྱ་ནག་གི་མི་འབོར་གྱི་ནང་ལོགས་ལ་ཡང་རྒྱ་ནག་གཞུང་གིས་ངོས་འཛིན་བྱས་པའི་མི་རིགས་ལྔ་བཅུ་ང་དྲུག་ཡོད་པ་དང་མི་རིགས་དེ་དག་ལ་ཡང་རང་རང་སོ་སོའི་སྐད་དང་ཡི་གེ་ཡོད་པ་ཤ་སྟག་ཆགས་བསྡད་ཡོད་རེད། འོན་ཀྱང་ཁྲིམས་གཞི་གསར་པ་འདིའི་འོག་ནས་གྲངས་ཉུང་མི་རིགས་ཀྱི་སྐད་ཡིག་དེ་དག་ཟུར་སྦྱོང་ཙམ་ལས་བྱེད་མི་ཆོག་པ་དང་བསླབ་གྲྭ་ཁག་གི་ནང་ལོགས་ལ་ཡང་བོད་སྐད་ཡིག་ལྟ་བུ་རྩ་བའི་སློབ་ཚན་ནས་ཕྱིར་འཐོན་བྱེད་རྒྱུ་མ་ཟད་སློབ་ཚན་གཞན་རྣམས་ཀྱང་ནི་བོད་ཡིག་ཐོག་ནས་སློབ་ཁྲིད་བྱེད་རྒྱུའི་གོ་སྐབས་ཡོངས་སུ་བཀག་འགོག་བྱེད་ཀྱི་ཡོད་པ་རེད། འདིས་བོད་སྐད་ཡིག་གཙོས་པའི་ཡུ་གུར་དང་སོག་པོའི་སྐད་ཡིག་སོགས་གྲངས་ཉུང་མི་རིགས་ཁག་གི་སྐད་དང་རིག་གཞུང་ལ་ཡང་ཉེན་ཁ་ཚབས་ཆེན་ཅིག་བཟོ་བཞིན་ཡོད་པ་རེད། སོང་ཙང་ཁྲིམས་གཞི་གསར་པ་དེས་གྲངས་ཉུང་མི་རིགས་ཀྱི་སྐད་དང་རིག་གཞུང་རྩ་སྟོང་དུ་གཏོང་རྒྱུ་ཇེ་མགྱོགས་སུ་གཏོང་གི་ཡོད་པ་དང་རྒྱ་ནག་གིས་སྔར་བཤད་པའི་སྣ་མང་རང་བཞིན་ལྡན་པའི་ཆིག་སྒྲིལ Unity with Diversity ཞེས་པ་དེ་དོར་བྱས་ནས་གཅིག་གྱུར་དུ་བཟོས་པའི་ཆིག་སྒྲིལ Unity Through Sameness བཟོ་བཞིན་པ་འདིས་བོད་པའི་རིག་གཞུང་གི་ཁྱད་ཆོས་རྣམས་རིམ་པས་ཡལ་ཏེ་རྩ་མེད་དུ་འགྲོ་རྒྱུའི་ཉེན་ཁ་རང་བཞིན་གྱིས་ཡོད་པ་ཆགས་བསྡད་ཡོད་པ་རེད། དེ་བཞིན་ཁྲིམས་གཞི་རགས་ཟིན་འདིའི་ནང་ལོགས་ལ་ཡང། མི་སྒེར་དང་ཚོགས་པ་སྒྲིག་འཛུགས་གང་གིས་ཀྱང་རྒྱ་ནག་གི་ཆིག་སྒྲིལ་ལ་གནོད་འཚེ་གཏོང་བའམ་ཁ་བྲལ་རིང་ལུགས་ལ་ཡང་རྒྱབ་སྐྱོར་བྱེད་མཁན་ཡིན་ན་ཉེས་ཆད་ཕོག་སྲིད་པ་བཀོད་པ་དང་དེས་མ་ཟད། ནུབ་ཕྱོགས་ཀྱི་ཚོགས་པ་སྒྲིག་འཛུགས་ཁག་གིས་མི་རིགས་དང་ཆོས་ལུགས་འགྲོ་བ་མིའི་ཐོབ་ཐང་སོགས་ཀྱི་རྒྱུ་མཚན་ཁ་ལ་འཁྱེར་ནས་རྒྱ་ནག་གི་མི་རིགས་སྲིད་ཇུས་ལ་ཡང་ཐེ་ཇུས་བྱེད་མི་ཆོག་པའང་འཁོད་བཞག་མདོར་ན་ད་ལྟའི་རྒྱ་ནག་དམར་ཤོག་གིས་བོད་དང་ཤིན་ཅང་གཉིས་གཙོ་བོར་དམིགས་ཏེ་དམ་དྲག་བྱེད་བཞིན་པ་དང་ཨ་ནི་བོད་སྐད་ཡིག་དེ་རྒྱལ་ཡོངས་མཐོ་རྒྱུགས་དང་རྨང་གཞིའི་སློབ་ཚན་ནས་ཕྱིར་འཐེན་བྱེད་བཞིན་པ་འདི་ནི། བོད་པའི་མི་རིགས་ཀྱི་ངོ་བོ་སུབ་ཐེབས་ཀྱི་བྱེད་ཐབས་ཤིག་དང་ཨ་ནི་ཁྲིམས་འདིའི་ནང་དུ་རིག་གནས་ཀྱི་མཚོན་དོན་ཁག་གཏན་འབེབས་བྱེད་པའི་དབང་ཆ་རྒྱ་ནག་གཞུང་ཁོ་ནར་ཡོད་པ་སོང་ཙང། འདི་གི་ཐོག་ནས་བོད་ཀྱི་དམིགས་བསལ་བཟོ་བཀོད་དང་ས་མིང་བརྡ་འགྲེལ་སོགས་ཀྱང་རྒྱ་རིགས་ཀྱི་རིག་གཞུང་གི་ཚབ་མཚོན་བྱེད་རྒྱུ་ཡིན་པ་གསལ་བོར་ཆགས་བསྡད་ཡོད་པ་རེད། དེ་དང་འབྲེལ་བྱས་ཉམས་ཞིབ་ཚོས་བརྗོད་པ་ཡིན་ན་གལ་ཏེ་བོད་མི་ཚོས་དེ་ལ་འདོད་མོས་མེད་པའི་རྣམ་འགྱུར་བསྟན་པ་ཡིན་ན་ཨ་ནི་ཁོང་ཚོ་ཁ་བྲལ་བ་དང་དྲག་སྤྱོད་པ་ཡིན་པའི་ཉེས་མིང་བཏགས་རྗེས་དྲག་གནོན་བྱ་རྒྱུ་ཡིན་པ་དང་ཨ་ནི་སྲིད་ཇུས་དེའི་འོག་ནས་མི་རབས་གཅིག་གམ་གཉིས་ཀྱི་ནང་ལོགས་ལ་ཡང་བོད་ཀྱི་ངོ་བོ་མཚོན་པའི་སྐད་དང་རིག་གཞུང་རྩ་མེད་དུ་འགྲོ་རྒྱུའི་ཉེན་ཚབས་ཆེན་པོ་ཡོད་པ་གསལ་སྟོན་བྱས་ཡོད་པ་ཤེས་བྱ།